These proceedings are called to order. ཉེ་ཆར་ཨ་རིའི་ཨེ་མི་རི་གཙུག་ལག་སློབ་གྲྭས་སྤྱི་ལོ་ཉིས་སྟོང་ཉིས་བརྒྱ་གསུམ་ལོའི་སློབ་ཐོན་མཛད་སྒོ་འདི་གནང་ཡོད་ཅིང། སློབ་ཐོན་མཛད་སྒོའི་ཐོག་སྤྱི་ནོར ྋགོང་ས་སྐྱབས་ཀུན་ཆེན་པོ་མཆོག་གི་མཚན་ཐོག་ནས་ཡོད་པའི་བསྟན་འཛིན་རྒྱ་མཚོའི་ཚན་རིག་སློབ་ཡོན་ལས་འཆར་འདིའི་ཁོངས་སུ་གྲྭ་བཙུན་སློབ་གཉེར་བ་བདུན་ཡོད་པ་རྣམས་ད་རེས་ཀྱི་མཛད་སྒོ་འདིའི་ཐོག་མཉམ་ཞུགས་གནང་ཡོད། ཁོང་གིས་གསུངས་པར། ང་ཚོས་གཟི་བརྗིད་ལྡན་པའི་ངང་བོད་བརྒྱུད་ནང་བསྟན་གྱི་དགེ་འདུན་པ་བཞི་དང་བཙུན་མོ་གསུམ་མཐོ་སློབ་ནང་ལོ་གཉིས་ཀྱི་སློབ་སྦྱོང་ལེགས་གྲུབ་བྱུང་བར་འཚམས་འདྲི་ཞུས་པ་དང་སློབ་ཐོན་ལག་དཀྱིལ་གནང་བའི་མཛད་སྒོ་གནང་འདུག་བཙན་བྱོལ་གྱི་བོད་པའི་དགོན་སྡེ་ཁག་ནང་ནང་ཆོས་སློབ་གཉེར་གནང་མཁན་གྱི་གྲྭ་བཙུན་ཚོར་ཨ་རིའི་ཨེམ་རི་གཙུག་ལག་སློབ་གྲྭའི་ནང་ཚན་རིག་སློབ་སྦྱོང་གི་གོ་སྐབས་འདི་སྤྱི་ལོ་ཉིས་སྟོང་བཅུ་ལོ་ནས་དབུ་འཛུགས་གནང་པ་ཞིག་ཡིན་པ་དང། འདི་ལོ་སློབ་ཐོན་གནང་མཁན་ཚོ་རུ་ཁག་དྲུག་པ་འདི་ཆགས་ཀྱི་ཡོད་འདུག། མ་ངག་ཅིག་ད་རིང་གི་རུ་ཁག་ནང་ལ་ལོ་གཞོན་པོ་ཆགས་ཀྱི་འདུག་ད་ག་ནང་བཞིན་ལྟོས་ས་ལྟོས་ཕྱོགས་ཀྱི་ཁོང་ཚོའི་ཨིན་ཇིའི་གི་གནས་ཚད་དེ་ཡག་ག་ཅིག་འདུག་ཆགས་ཀྱི་འདུག་མཉམ་སྡོར་ལ་ཁོང་ཚོ་དེ་ཕན་ངན་ཚོ་མང་ཆེ་བ་ཅིག་དགོན་པའི་ནང་ལ་ཚན་རིག་གི་སློབ་གཉེར་གནང་མྱོང་མཁན་དང་དེ་འདྲས་ཅིག་ཆགས་ཀྱི་འདུག་ཞུ། ད་ལྟ་བར་ཨེམ་རི་གཙུག་ལག་སློབ་གྲྭ་ནས་ཁྱོན་ནང་པའི་གྲྭ་བཙུན་སུམ་ཅུ་སོ་བདུན་ལ། སྐྱེ་དངོས་ཚན་རིག་དང་དབང་རྩའི་ཚན་རིག། དངོས་ཁམས་རིག་པ། སེམས་ཁམས་རིག་པ། དབྱིན་ཡིག་སོགས་ཀྱི་སློབ་སྦྱོང་གོ་སྐབས་གནང་ཡོད་འདུག། སྐད་ཀྱི་མིང་དེ་ལ་ནི་ཏིང་འཛིན་རྒྱ་མཚོ་སེམས་ཀྱི་སྐུ་ལ་རེད་ལ་འདི་རྒྱལ་བ་རིན་པོ་ཆེ་ཀྱི་མཚན་ཞིག་གི་ཐོག་ནས་ང་ཚོས་ལག་ཁྱེར་རག་བྱ་བ་ཆགས་ཐུབ་རེད། བྱས་ཙང་ད་ང་ཚོ་མ་འགྲོ་དུས་ང་རང་ཚོ་གི་ལས་འགན་ལ་ནི་རྒྱལ་བ་རིན་པོ་ཆེ་གྱི་གཙོ་བོ་དགོན་སྡེ་ཁག་ལ་གཙོ་བོ་ཚན་རིག་དང་ནང་ཆོས་ཀྱི་བར་གྱི་འབྲེལ་མཐུད་ཡོང་ཡས་ཀྱི་ད་དགོངས་གཞི་ག་འདྲ་ཞིག་ཡོད་པ་ཡིན་ན་ད་འདི་ང་ཚོས་ཀྱི་ད་གང་ཐུབ་ཐུབ་ཀྱི་འདི་གི་ཐོག་ལ་ལག་བསྟར་བྱེད་ཐུབ་པའི་འབད་བརྩོན་བྱེད་དགོས་དེ་འདི་གཅིག། ཆགས་ཀྱི་ཡོད་རེད་བསམ་གྱི་འདུག། གོང་ས་མཆོག་གི་མཚན་ཐོག་ནས་ཡོད་པའི་བསྟན་འཛིན་རྒྱ་མཚོའི་ཚན་རིག་སློབ་ཡོན་གྱི་ལས་འཆར་འདིའི་ནང། མི་རིགས་དང་ས་ཁོངས། ཕོ་མོ་དབྱེ་བ་མེད་པའི་ཐོག། བཙན་བྱོལ་བོད་པའི་སྤྱི་ཚོགས་ཀྱི་དགོན་སྡེ་ཁག་ནང། ནང་ཆོས་སློབ་གཉེར་གནང་མཁན་ཚང་མར། གོ་སྐབས་གཅིག་མཚུངས་གནང་གི་ཡོད་པ་བཞིན་རུ་ཁག་དྲུག་པ་འདིའི་ནང། ཝེར་ནམ་ནས་ཡིན་པའི་བཙུན་མ་བསྟན་འཛིན་དབྱངས་ཅན་ལགས་ཀྱང་འདུག། བས་ཕན་ཐོགས་ཆེན་པོ་བྱུང། ནས་ངས་མི་ཡུལ་ཆུ་བོ་མ་ཧོང་པ་ལ་ཡོད་རུང་ཞེས་དང། སེ་འབྲི་བར་བགྲོ་གླེང་བྱེད་སྐབས་སུ། ཝེར་ནམ་སྐད་ཐོག་ལ་ཡོད་ཐུབ་པ་ནས་ཕན་ཐོགས་ཆེན་པོ་ཡོང་གི་རེད་སེམས་ཀྱི་འདུག། གོང་ས་མཆོག་གི་མཚན་ཐོག་ནས་ཡོད་པའི་བསྟན་འཛིན་རྒྱ་མཚོའི་ཚན་རིག་སློབ་ཡོན་ལས་བྱ་འདི་ནི་ཨེ་མི་རི་དང་བོད་ཀྱི་ཚན་རིག་ལས་གཞིའི་ཁྱབ་ཁོངས་སུ་ཡོད་པ་ཞིག་དང་ཨེ་མི་རི་གཙུག་ལག་སློབ་གྲྭར་ཚན་རིག་སློབ་སྦྱོང་གནང་བར་ཕེབས་མཁན་གྲྭ་བཙུན་རྣམ་པར་ཨ་རིའི་མཐོ་སློབ་ནང་གི་སློབ་སྦྱོང་ཐབས་ལམ་དང་ཉམས་མྱོང་འདྲ་མིན་བྱུང་ཡོད་འདུག། ལྷག་པར་དུ་དཔེ་ཆ་བལྟ་ཉན་བྱེད་པ་ཡིན་ན་ཨན་དེ་ལ་ཡང་ཚན་རིག་བལྟ་དགོས་དེ་མ་རེད་བལྟ་སྟངས་ཆེ་བ་ན་དཔེ་གལ་ཆེན་པོ་ཐོན་གྱི་འདུག་ཚན་རིག་བལྟ་བ་ན་ནང་ཆོས་སྐྱབས་རེ་འགྲོ་ཡ་དང་དེ་འདྲས་ཀྱི་ཁྱད་པར་ཆེན་པོ་ཞུགས་ཡོད་རེ་བྱེད་ཀྱི་འདུག། ད་ཉམས་མྱོང་ཤུགས་ཆེ་ཤོས་ཅིག་ག་རེ་རག་བྱུང་ཟེར་ན་ཨ་ནི་ད་ལྟ་དེ་ལས་ཚེ་རིག་དུས་སུ་བྱང་དུ་ཚུད་པ་ཉམས་མྱོང་དེ་ག་དེ་ས་ག་ལི་ག་ལི་ས་འོག་ཏུ་ཚུད་པ་ཅིག་ནང་ཆོས་དེ་ལ་རིན་ཐང་ཧ་ཅང་ཆེན་པོ་ཡོད་པ་ཅིག་འཚོ་བ་ཤུགས་ཆེན་པོ་ཅིག་བྱུང་སོང། ཨ་ནི་དེ་དེ་བཞིན་གྱི་ད་དེ་ལ་སླེབས་ནས་ལོ་གཉིས་རིང་ནང་འོག་ལ་ང་རང་གི་ཉམས་མྱོང་གསོ་བ་གར་བྱུང་ཟེར་བ་ན། ཚེ་རིག་དང་ནང་ཆོས་བར་གྱི་ནི་འབྲེལ་ལམ་ཤུགས་ཆེན་པོ་ཡོད་པ་དེ་ང་རང་གི་འཚོ་བ་ཤུགས་ཆེན་པོ་བྱུང། ཁོང་རྣམ་པ་ཚང་མས་ཨ་རིའི་མཐོ་སློབ་ནང་ཚན་རིག་སློབ་སྦྱོང་གི་གོ་སྐབས་འདི་འདྲ་ཞིག་བྱུང་བ་དེ་ནི་སྤྱི་ནོར ྋགོང་ས་སྐྱབས་ཀུན་ཆེན་པོ་མཆོག་གི་བཀའ་དྲིན་དང་འབྲེལ་ཡུལ་རྒན་ལགས་རྣམ་པའི་བཀའ་དྲིན་ཡིན་པ་གསུང་གི་འདུག་ལ། གྲྭ་བཙུན་རྣམ་པ་རང་རང་གི་དགོན་པར་ཕེབས་པའི་རྗེས། སློབ་སྦྱོང་གནང་བ་ཁག་གི་ཐོག་ནས་ཞབས་འདེགས་ཞུ་རྒྱུ་ཡིན་པ་གསུང་གི་འདུག། ང་རང་གི་དེ་ཡོང་བ་ནང་བཞིན་གྱི་ཚན་རིག་དེ་སྦྱངས། ཧ། ཁོང་གི་དགོངས་པ་ནང་བཞིན་ང་རང་འདི་ཡས་མ་རེད། འདི་ལ་ཚན་རིག་གང་སྦྱངས་བ་དེ་དག་ཧ་སོ་སོའི་གི་རང་དགོན་ལ་ལོག་རྗེས། ཨ་ནི་རང་ཉིད་ཀྱི་དགོན་པ་ལ་གང་ཐུབ་ཅི་ཐུབ་ཀྱིས་སོ་སོའི་ནུས་ཤུགས་འོད་ཟེར་འདོན་ཆེད།

མཉམ་སྦྱོར་བྱས་ཐུབ་པ་དང། ཨེམ་རི་གཙུག་ལག་སློབ་གྲྭར་ཚན་རིག་སློབ་སྦྱོང་གནང་སྟེ། རང་དགོན་ཁག་ཏུ་ཕེབས་ནས་གྲྭ་བཙུན་རྣམ་པས་ཚན་རིག་གི་བགྲོ་གླེང་དང་ཚན་རིག་སློབ་ཁྲིད། ནང་ཆོས་དང་དེང་དུས་ཚན་རིག་ཟུང་འབྲེལ་གྱིས། ནུབ་ཕྱོགས་པའི་ཚན་རིག་པ་དང་ལྷན་དུ་ཞིབ་འཇུག་ཁག་ནང་མཉམ་ཞུགས་གནང་སྟེ་རང་རང་གི་ནུས་པ་གང་ཡོད་འདོན་སྤེལ་གནང་བཞིན་ཡོད། གོང་ཞུས་ཀྱི་གནས་ཚུལ་ཁག་རྟ་མགྲིན་དབང་ཕྱུག་ལགས་དང་སྒྲོལ་དཀར་གྱིས་ཕྱོགས་བསྒྲིགས་ཞུས་པ་ཡིན།